ཚང་ཡས་མ་རེད། དེ་བྱས་ནས་ངས་དེབ་བློ་ཡས་དེ། དེབ་བློ་ཡས་དེ། གོམས་གཤིས་དེ་ག་འདྲས་ཆགས་དགོས་རེད། རྣམ་པ་ཚོ་ལ། སོ་སོ་སྤུ་གུ་ཆུན་ཆུན་ཉན་པོ་ལ་གོམས་གཤིས་དེ། མ་འོངས་པ་དེབ་ཆགས་ངན། དེབ་བློ་ངན་ཆགས་པ་ཅིག་ག་འདྲས་བཟོས་གནང་རྒྱས་ང་འདི་གལ་ཆེ་ཞེས་མཐོང་ཟེར་བ། ཕྱི་དང་ཨ་མདའ་གི་གང་ཟག་ལགས་ཀྱིས་དེའི་ཐོག་ལ་གསུངས་ཚགས་སོ། དེ་ཡང་བསྐྱར་ཉེས་གཅིག་ཞུས་པ་ཡིན་ནི་མཁས་པ་མི་འདུག་བསམ་གྱི་འདུག་དང་པོ་དེ་ཕ་མ་ཚང་མས་ཀྱིས་ག་རེ་མཁྱེན་པོ་འདུག་ཕ་མ་དང་དགེ་རྒན་དང་ཚང་མས་ཀྱིས་མཁྱེན་དགོས་ཡས་དེ་ང་ཚོ་སྐད་ཡིག་ག་རེ་སྦྱངས་པ་ཡིན་ནི་རྩེ་གཞི་ཡོད་རེད་བ་ཚང་མས་མཁྱེན་གྱི་རེད་བ་རྩེ་གཞི་ཨ་མདའ་དེ་ཐོས་ཡས་རེད་བ། ཨ་ནི་ཡི་གེ་རྒྱབ་ཡས་རེད་བ། ཨ་ནི་ཡི་མ་གློག་ཡས་དྲི་ཡས་དེ་འདྲ་བཞི་ཡོད་རེད་རེད་བ་རྣམ་པ་ཚོ་མཁྱེན་གྱི་རེད་བ། ད་འདི་གའི་དཀྱིལ་ནས་གལ་ཆེ་ཤོས་དེ་ཉན་ཡས་དེ་རེད། ང་ཚོ་ནང་ཆོས་ནང་ལས་ཐོས་བསམ་སྒོམ་གསུམ་རེད་བ། དེ་ཕྱིར་ཉན་ཡས་དེ་གལ་ཆེ་ཤོས་རེད། བྱས་ཙང། ཨ་མདའ་ཉན་ཡས་འདི་ཡར་རྒྱས་དང་ཡས་བྱས་རྣམ་པ་ཚོ་གི་རྩ་ལ་ཨ་བ་ཡོད་པ་འདི་གའི་ནང་ལ་ཟུག་རྡུང་རླུང་འདྲེན་ཟི་ཡས་འདི་གས་ཆེན་པོ་མ་རེད་སྤུ་གུ་ལ་བསྟོད་ན་ཡས་འདི་གས་ཆེན་པོ་མ་རེད་སྤུ་གུ་ལ་ཨ་ལེ་དང་པོ་ཐོད་བཅུ་ཡས་འདི་གས་ཆེན་པོ་རེད་ད་དང་པོ་རུ་ཨ་བྷི་ཇུལ་མེད་པ་བྱས་ཨོ་རིའོ་གོ་རེད་ལྟད་མོ་བསྟོད་ན་ཡས་ཡོད་མ་རེད་ཕ་མེས་ཀྱི། ལྟད་མོ། སྟོན་པ་ཡིན་ན་ལྟད་མོ་རང་ལ་མགོ་འཁོར་ནས་མ་གཏོགས་ཨམ་ཆོས་ཉན་གྱིན་མ་རེད། ད་བོད་ཡིག་ཡིན་ནའི་རེད། ཧིན་དི་ཡིན་ནའི་རེད། གང་ཅིའི་སྐད་སྦྱང་ཡས་དེ་ཨམ་ཆོས་ནང་བརྫུས་པ་མགོ་འཁོར་ད། ཨམ་ཆོས་ནང་ལ་ག་ཚོད་འབངས་ལ་བརྫུས་པ་ཡིན་ནའི་ཨ་མདའ Listening Vocabulary ཕྱུག་པོ་བཟོས་དགོས་རེད། Listening Vocabulary དེ་ཡིས་ཆོས་ཀྱི་ཆུ་མཛོད་འདྲ་བོ་རེད་ཆུ་མཛོད། སྤུ་གུའི་ཨ་མཆོག་རྣམས་ལ་ཚིག་ག་ཚོད་བརྫུས་པ་ཡིན་ནས། དེའི་ཆུ་མཛོད་འདི་ནས་རེད་བ། དེའི་ཆུ་མཛོད་ཡིན་ནས་དངུལ་ཁང་འདྲ་བོ་ཅིག་རེད། དེའི་ནག་ལོགས་ནས་ཁོ་ལ་ཚིག་མགོ་ཡས་ཁོ། སྐད་ཆ་བཤད་དུས་ཚིག་མགོ་ཡས་དེ་ཁོས་འདི་ནས་བེད་སྤྱོད་གཏང་གི་རེད། ཁོ་གློག་ཡས་ཚིག་འདི་གས་འདི་ནས་བེད་སྤྱོད་གཏང་གི་རེད། ཁོ་གྲི་ཡས་ཚིག་འདི་གས་ཡ་ནས་བེད་སྤྱོད་གཏང་གོ་ར་ད། གལ་སྲིད་སྤུ་གུ་དེ་ལ་ཐོས་མེད་ན་དེ་གས་གསུམ་ཡོང་ཡས་ཁོ་ར་ཡོད་མ་རེད། སྐད་རྒྱག་ཐུབ་ཀི་མ་རེད། རེ་བ། བྱས་ཙང་རྣམ་པ་ཚོ་ང་ཚོ་དགེ་རྒན་དང་ཕ་མ་གཉིས་ཀ་གིས་ང་ཚོ་སྤུ་གུ་ལ་ཤུགས་ག་རེ་རྒྱག་གི་ཡོད་ཞུས་པ་ཡིན་ན་ཨམ་ཅོག་ནང་ལ་ཚིག་མང་པོ་བླུགས་ཐུབ་ཡས། ནང་ལ་པ་ལགས་ཨམ་ལགས་ཚོ་གིས་བཀའ་མོལ་མང་པོ་གནང་དགོས་ཀི་ཡོད་རེད་ཨ་མདའ་མཁས་པ་མང་པོ་ཅིག་གིས་ཁོ་རང་ཚོ་གིས་ཞིབ་འཇུག་གནང་བྱས་ཕ་མ་མང་པོ་ཅིག་ལ་དབྱེ་འདྲ་ཟིན་ནི་ཟིན་དུས་ནི་ཕ་མ་ནང་ལ་སྐད་ཆ་མང་པོ་བཤད་ངེས་འདི་གས་སྤུ་གུ་ཚིག་ཆུ་ག་འདུག་ག།

བྱས་ཙང་རྣམ་པ་ཚུགས་ཀྱི་ནང་ལ་སྤུ་གུ་འདི་གའི་ཨམ་ཅོག་ནང་ལོགས་ལ་དབྱིན་ཇི་སྦྱང་ཡས་ཡིན་ན་དབྱིན་ཇི་ཡར་རྒྱས་བཏང་དགོས་འདུག་ན་དབྱིན་ཇིའི་གི་ཚིག་མང་པོ་བླུག་དགོས་དགོས་ཡོད་རེད་བ། བོད་བི་བོད་ཡིག་ཕྱུག་པོ་བཟོས་དགོས་ན་བོད་ཡིག་གི་ཚིག་མང་པོ་བླུག་དགོས་དགོས་རེད་ང་ཚོ་རྒྱ་ཡིག་རྒྱ་སྐད་རྒྱ་སྙན་པདྨ་མང་པོ་ཞུ་བཅོས་ར་འཛམ་བུ་གླིང་ལ་ལ་ཡིན་ན་ང་ཚོ་རྒྱ་སྐད་ཤེས་ཀྱི་མི་འདུག་བ་ག་ཟེ་ན་རྒྱ་སྐད་གོ་གི་ཡོད་མ་རེད་བ། འདི་གི་རེད་ད། ང་ཚོ་བོད་སྐད་རྐྱང་གོ་གོ་ཧོར་བ་བྱས་ཙང་ང་ཚོ་བོད་སྐད་ཡག་པོ་རྒྱབ་ཐུབ་གི་ཡོད་རེད། རྣམ་པ་ཚོ་གི་ཐུགས་རྗེ་གཟིགས་ང་ཚོའི་བོད་པའི་སྤུ་གུ་དེ་གས་ཤེས་ཡོན་ལྡན་པ་གྱིས་བཟོས་གི་ཡིན་ན། ཕ་མ་གས་དེའི་ནང་ལོགས་ལ་མཉམ་ཞུགས་གནང་རོགས་ནང་ཞུ་ཡས་ཡིན་ཕ་མ་དང་དགེ་རྒན་མཉམ་རུབ་བྱས་ནས་ང་ཚོ་དགེ་རྒན་རླབས་ཕྲེང་ངོས་ནས་ང་ཚོ་ཧུར་ཐང་བྱེད་གི་ཡིན་ད། རླབས་ཕྲེང་ངོས་ནས་ང་ཚོ་དགེ་རྒན་ཚང་མ་ཧུར་ཐང་བྱེད་གི་ཡིན་དམ་བཅའ་ཕུལ་ཆོག་རྣམ་པ་ཚོ་ལ། ཕ་མའི་ངོས་ནས་ཧུར་ཐག་གནང་རོགས་ན་སུད་སིའི་སྤུ་གུ་རུ་བ་རུ་བ་ཆོས་བཟང་རྣམ་པ་ཚོ་གིས་ཧུར་ཐག་གནང་ང་ཚོས་ཀྱིས་ཧུར་ཐག་བྱེད་ན་ང་ཚོ་བོད་པའི་སྤུ་གུ་ཡག་པོ་བྱེད་ཡོང་གི་རེད་སྐྱབས་མགོན་རིན་པོ་ཆེ་གི་ཐུགས་རྗེ་བཀའ་དྲིན་ལ་ང་ཚོ་ཚང་མ་སློབ་སྦྱོང་ཡོད་ངེས་རེད་བ་ད་དེང་སང་བོད་ཡིག་ཡོད་ཀློག་གནང་ཐུབ་ཀྱི་ཡོད་རེད་དབྱིན་ཇི་གློག་གནང་ཐུབ་ཀྱི་ཡོད་རེད་ག་ཤེད་ཧིན་དི་མཁྱེན་གྱི་ཡོད་རེད་རྒྱ་ཡིག་མཁྱེན་གྱི་ཡོད་རེད་ག་རེ་ཐོག་ནས་གློག་གནང་གྱི་ནས་གློག་གནང་ག་ཤེད་སྤུ་གུའི་ཨམ་ཆོས་ནང་ལ་ཡིག་རྫུས་པོ་གོ་རེད་ཚིག་དེ་གའི་རྫུས་པོ་གོ་རེད། ཚིག་འདི་གས་ཡ་མེད་ན་མཐོང་བ་གོ་རེ་ཡ་མེད་ན་གོ་བ་གོ་ར་ཚིག་འདི་གས་ཚང་མ་ལ་རེ་བ་དམ་མ་མཐོང་གོ་ལ་ཨ་ལས་དང་པོ་ཨམ་ཅོ་ན་ལུག་ན་ཡེ་འདི་དཔེ་གནད་འགའ་རེ་ད་ཆ་ས་རྣམ་པ་ཚོ་ད་རིའི་འཚོ་བ་འདྲ་བོ་ཅི་ལས་སུ་བས་ཨམ་ཅོ་ན་ལུག་ཡེ་འདི་འཚོ་བ་ལས་སུ་བ་གལ་ཆེན་པོ་ཞུ་བོ་ཅི་རེ་ད་རེ་བ། གང་བྱས་ང་རང་ཚོ་མཉམ་པོ་ལས་ཀ་བྱེད་ན་མ་གཏོགས་བསླབ་བྱ་གཅིག་པོ་ཡོང་ས་མ་རེད། ཡོང་གི་མི་འདུག་ད་ལྟ་བར་དུ་ཡོང་མ་ཚུ། ཐུགས་རྗེ་གཟིགས་ད་རེས་ང་ཚོ་ཚང་མ་མཉམ་གཏོགས་ང་ཚོ་ཧ་རུ་བ་རུ་ཤེས་རིག་གི་ཞུ་བོ་གནང་གི་འདུག་དཀོན་མཆོག།

ང་རང་ཚོ་ཡག་པོ་ཆགས་ཆགས་པ་ཐོག་སྤུ་གུ་ཡག་པོ་ཆགས་ཀྱི་མ་རེད་ང་རང་ཚོ་དེབ་ཀློག་ཉན་ཆགས་ཆགས་པ་ཐོག་སྤུ་གུ་ལྷེབ་ཀློག་ཉན་ཆགས་ཀྱི་མ་ད་བྱས་ཙང་རྣམ་པ་ཚོགས་ཀྱི་རེད་བ་ད་ཁྱོད་ནས་མ་ཡོང་ན་ད་རྫུན་མ་བྱེད་རྒྱུ་རེད་སྤུ་གུ་ཀློག་གི་རེད་བ་སུ་སུ་སྐད་ད་ག་ས་ཀློག་གི་ཡོད་ཡོད་དང་ད་བྱས་ནས་བསྡད་རྒྱུ་རེད་ད་འུ་ཐུག་རྒྱུ་རེད་བ་འདི་གའི་ཚང་མ་ལ་འུ་ཐུག་རྒྱུ་རེད་བ་མཁས་པ་གཅིག་གིས་གསུངས་དང if you can't make it fake it ལད་བ་རྫུན་མ་འཁྲབ་ས། རེ་བ། བྱས་ཙང་དེ་འདྲའི་བྱེད་འུ་ཐུག་པོར་གདའ། བྱས་ཙང་ཐུགས་རྗེ་གཟིགས་རྣམ་པ་ཚོ་གི་དེབ་འདི། ཉིན་རེ་ཉིན་རེ་དེབ་ཀློག་ཡས་ཀྱི་རེ་བ་འདི་གལ་ཆེན་པོ་བཟོས་རོགས་གནང། ཉི་མ་རེར་ལ་གོ་མདའ་གཟིམ་ཁ་ལ་མོ་ངས་ཞོགས་ཆ་ཟས་སུ་བས་ཟས་སུ། ཉིན་གུང་ཞལ་ལག་ཟས་སུ་བས་ཟས་སུ་གོ་མདའ་ཟས་སུ་བས་ཟས་སུ། ད་དེབ་ཀློག་སུ་བས་ངས། སློང་མ་ཟུ་ཨ། ད་འདི་ངོ་ཚ་བོ་རེད་འདི་གས་ཚང་མ་ཚང་འདུག་བསམ་ན་གཞི་ནས་སིམ་ན་ཨ་བཤད་མ་སིམ་ཨ། ཨུ་གོ། ཨ་ནི་དགོན་བདག་ཉེ་དགའ་གླང་མོ་ལ་འདའ Bed Time Reading ལ་ནི་ཕྱི་རྒྱལ་དུ་བ་ལེན་ན་བྱེད་ཀྱི་འདུག་ཨ་དགོན་བདག་ཉེ་དགའ་གླང་མོ་ལ་སྤུ་གུ་ལ་དེབ་སློང་ནི་ཡིན་ཅི་མིན་ཅི། ཏན་ཏན་ཁྱེད་བ་ཕྲུ་གུ་དུ་ད་ཕ་མེས་ཀྱི་དེབ་སློང་ན་རབ་ཨ་ནི་ཡིན་དངུལ་འདི་གས་ཚང་མ་ལ།

བྱས་ཙང་སྤུ་གུ་ལ་ཁྱེད་རང་དེབ་ག་རེ་འགོ་འདོག་ད་རེས་ཁྱེད་རང་གི་སྐྱེས་སྐར་ལ་དེབ་ཉོས་གི་ཡིན་ད། དེ་འདྲའི་རྣམ་པ་ཚོ་གི་ཏེས་གནང་ཐུག་ན་ཡག་པོ་འདུག་བསམ་གི་རེད་བ། བྱས་ཙང་རྣམ་པ་ཚོ་ལ་ཐག་ཆོད་ན་ངེད་ཀྱི་གལ་ཆེ་ཤོས་ཞུ་ཡ་དེ། ཨ་མཆོག་ན་ལ་བསླུ་རོགས་ན་ཨ་མཆོག་ན་ལ་རེད་བ་ག་ཚོད་མང་ང་བརྫུས་པ་ཡིན་ནའི། ཨ་མཆོག་ན་ལ་ག་ཚོད་མང་ང་བརྫུས་པ་ཡིན་ནའི་སྤུ་གུ་དེ་བྲིས་དུས་ལས་ལྷག་ཡོད། ཁྱེད་སྐད་ཆ་དེ་མ་བཤད་ཐུག་གུ་རེད་རེད་བ་ཨིན་ཇིའི་ཐོག་ནས་བེད་སྤྱོད་བཏང་ཐུག་གུ་རེད་དྲི་ཡའི་ལས་ཞི་བོ་ལས་ལྷག་ཡོད་རེད་རེད་བ། ཆེ་ས་རྣམ་པ་ཚོ་གི་དེབ་དཔེ་མང་པོ་འདུག་ཕྱི་ལོག་ལ་ད་རིང་ད་སྤུ་གུ་ལ་དེབ་ཟིན་རོགས་ན་དཔེ་མང་པོ་ཟིན་རོགས་ན་དངོས་གནས་ག་ས་ན་སྤུ་གུ་ལ་དེབ་སྤྲད་དུས་ནས་ད་རིང་གཅིག་ཉོས་ནས་ཐལ་ན་གཉའ་ཨ་མས་དེབ་ཉོས་ཡོད་ད་མར་ད་དེབ་ཉི་ཤུ་སུམ་ཅུ་གོ་གོ་ད་མང་པོ་གོ་རེད་ཨ་ནི་ད་རིང་ངས་དེབ་ག་རིང་ཀློག་ག་ལ་སྤུ་གུ་ལ་གདམ་ག་སྤྲད་དགོ་ད། ཁྱེད་རང་གི་དེབ་འདོད་པ་ཡོད་པ་དེ་སྤུ་གུ་འདོད་པ་ཡོད་པ་ཁྱབ་ཀྱི་མ་རུ་བ་ཨ་འདམ་དུས་ནས་ཕ་མ་སྤུ་གུ་ཁོ་རང་ཚོ་འདམ་བྱུང་ན་སྤུ་གུ་གི་གཅིག་དགོས་ཡོད་ལབ་ན་དགོས་མ་རེད་གཅིག་དགོས་ཡོད་བཅུ་དགོས་ཡོད་ཟེར་གྱི་ན་བཅུ་དགོངས་མ་རེད་བཅུ་དགོས་མ་རེད་གཉིས་དགོས་ན་གཉིས་ཉོས་ན་དེ་གི་རེད་མ་གསུང་ཨ་ད་དེ་དེ་དེབ་ཚོ་ངས་ཚང་མ་འགྲམ་ལ་ཕེད་འདུག་ཨ་ཆེ་ས་རྣམ་པ་ཚོ་གི་དེབ་ཉོས་ཡས་ལ་རྣམ་པ་ཚོ་བ་གུ་ན་ལ་དངུལ་རྟགས་བཞི་བོ་ཡོད་རེད།